དེ་ནས་ལས་རྒྱུ་འབྲས་བསམ་པར་བྱ། དེ་ནས་འཁོར་བའི་ཉེས་དམིགས་བསམ་པར་བྱས་ནས། འོ་དེ་བཞི་བོ་དེ་གསུངས་བ་ཡིན་པ་རེད། ད་འདི་ལམ་རིམ་གྱི་གསར་བརྗེ་ཕྱི་རྟགས་དང་ཕྲན་བུའི་མི་འདྲ་ཞིག་གསུངས་ཡོང་འདུག་བ། ད་འདི་རྗེ་རིན་པོ་ཆེ་གི་ལམ་གཙོ་གསུངས་ཡ་འདི་རྟགས་རང་ཆ་རེད་འདུག་བ། དལ་འབྱོར་གཉིས་ཀར་ཚེ་ལ་ལོངས་མེད་པས་ཡིད་ལ་གོམས་པའི་ཚེ་འདི་སྣང་བྱེད་དོ། ལས་འབྲས་མི་ལ་འཁོར་བའི་སྡུག་བསྔལ་རྣམས་ཡང་ཡང་བསམ་ན་ཕྱི་མའི་རྣམ་ཤེས་ལྡོག་སེ་ཨ་ད་འདི། རྒྱ་མཆོག་དོན་ཆེན་ཡི་ག་འཆི་བ་མི་རྟག་པ་ལས་གྱུར་འདི་ཁོ་བའི་ཉེས་དམིགས་བསམ་པ། ཨོ་ད། སྔོན་འགྲོ་ལས་ཡ། ད་སྡེ་བཞི་སོགས་ཡིན་པ་རེད། ད་དེ་ལ། ནམ་རྒྱུན་ང་རས་ད་ནམ་རྒྱུན་ཞུས་དེ་ཡ་དེ་གཅིག་ཞུ་ཡིན་འདོད་སོང། ཨ་ང་ད།

ད་ལྟ་ང་རང་སྙིང་རྗེ་ཆེན་པོ་དང་བྱང་ཆུབ་སེམས་བསྐྱེད་ཡག་ཡོད་དུས་ཐུན་མོང་མ་ཡིན་པ་བསྟིམས་པ་རེད། ས་བདག་དེ་འདྲ་འདྲ་བོས་ད་སྙིང་རྗེའི་བསམ་པ་ཡོང་བ་ལ་ཡང་ད་སྙིང་རྗེ་ཟེར་བ་རྩ་བ་ནས་ང་རང་ཚོ་ཚང་མ་ལོག་ལ་ཡང་ད་ཁ་ས་ཞུས་པ་འདྲ་བཞིན་བྱས་ནས་སྙིང་བརྩེ་བ་ཅིག་སྙིང་ཉེ་བ་སྙིང་བརྩེ་བ་དེ་ཅིག་དེ་ལ་ཅིག་ཕན་འདོགས་འདོད་ཅིག་དེ་ཡག་ཅིག་བྱུང་ན་དེ་སྡུག་ག་མ་བྱུང་ན་བསམ་པའི་ང་ཚོ་བློ་ལས་ཡག་ཅིག་འདུག་ག་རྩ་བ་ད་དེ་ཡིན་པ་རེད་ས་བོན་རུ་དེ་ཡིན་པ་རེད། ད་ལྟ་ང་ཚོར་ཡོད་བསྡད་པ་འདི་ཕྱོགས་རེ་བ་ཉེ་སྲི་བ་གཏི་ཐུག་ཅིག་རེད། འདི་འདྲི་བྱ་སྟེ་ལྟ་ཁོ་ཕག་རྒྱ་ཆོད་ཆོད་ཆོད་ཆེར་བཏང་ནས། དེ་ཡང་ཡིན་ན་ང་རང་ཚོ་རང་གིས་རང་ལ་བརྩེ་བ་འདུག་བ། རང་གིས་རང་ལ་བརྩེ་བའི་བསམ་པ་དེ་རང་ཉིད་རང་ལ་དྲིན་ཆེ་བར་བསམ་ནས་རང་གིས་རང་ལ་བརྩེ་བ་སྐྱེ་མ་རེད་ཁོ་རང་བཞིན་གྱིས་རང་གིས་རང་ལ་བརྩེ་བ་ཅིག་འདུག་བ། རང་བདེ་བ་མི་འདོད་པ་རང་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་རྒྱུ་མཚན་གྱི་ཐོག་ནས་རང་ལ་བརྩེ་བ་ཅིག་ཡོང་བསྡད་འདུག་བ། གསང་བ་དེ་དག་གིས་རང་ལ་བརྩེ་བ་ཞིག་རང་ལ་བརྩེ་བ་དེ་ཧད་ནས་ཕག་རྒྱ་ཆེ་རུ་བཏང་ནས་རང་ལ་བརྩེ་བ་དེ་རང་གི་གཉེན་ཉེ་དུ་རང་གི་ཕ་མ་གཉེན་ཉེ་དུ་དེའི་དེ་ལ་ཕག་བརྩེ་བ་ཆེ་དེ་ལ་ཕག་ཏོག་རྒྱ་ཆེ་རུ་བཏང་ནས་ཨེ་ནི་ཁྱིམ་མཚེས་སོ་སོའི་གྲོང་པ་ཁྱིམ་མཚེས་ཤང་མཚེས་ལ་ཕག་ཐི་བས་འགྲོ་དེ་ནས་ཕག་རྒྱ་ཆེ་རུ་བཏང་ནས་ཨེ་ནི་ཅེ་འཛམ་བུ་གླིང་ཡོངས་རྫོགས་འགྲོ་དེ་ཡང་ཨེ་ནི་མི་ཙམ་མ་ཡིན་པར་སེམས་ཅན་མཐའ་དག་དེ་ནས་ཕ་རྒྱ་ཆེ་རུ་བཏང་ནས། ད་སོ་སོའི་མིག་གིས་ད་མཐོང་ནས་ངོ་ཤེས་པ་གས་འདྲ་བ་གས་ཡོག་མ་རེད་དེ་ཡིན་ནས་གང་ད། འཇིག་རྟེན་གྱི་ཁམས་པའི་མཐའ་ཡས་ཤིག་མུ་མེད་པ་ད་ཡོད་བསྡད་པ་ཅིག་དཔེར་ན་སྐར་ཚོགས་ཆ་བཞག་ན་དཔེར་ན་སྐར་ཚོགས་ཀྱི་ནང་མཐའ་ཡས་པ་ཞིག་ཡོག་རེད་བ། སྐར་ཚོགས་མཐའ་ཡས་པ་ཡོད་པའི་ནང་ནས། སྲོག་ཆགས་སེམས་ལྡན་གྱི། རྣམ་ཤེས་ལྡན་པ་སེམས་ལྡན་གྱི་ཨེ་ནི།

སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པའི་ཤེས་རྟགས་ལྟ་སྟེ་ཐམས་ཅད་ལ་སྡུག་བསྔལ་ལས་འཕྲལ་དུ་བྱུང་ན་གང་འདྲའི་ཡག་པོ་ཡོང་གི་རེད་བསམ་པའི་བློ་སྦྱང་ཡག་ཅིག་ཡོང་འདུག་བ། འགྲོ་འདུག་བ་ཀོ། འདི་འདྲའི་སྤྲོས་པའི་སྒོ་ནས་ད་བློ་བག་རྒྱ་ཆེ་ཆེ་ཆེ་ཆེ་རུ་འགྲོ་ཡང་ཞིག་མ་རེད། བྱས་ཙང་ད་ཨ་མདའ་འདི་བྱང་ཆུབ་སེམས་འགྲེལ་ངན་གྱི་སྙིང་རྗེ་ཟེར་བ་འདི། ཕྱོགས་རིས་ཅན་མ་རེད། རང་གི་རང་ཕྱོགས་ལ་ཆགས། རང་ཕྱོགས་ལ་སྙིང་རྗེ། གཞན་ཕྱོགས་ལ་སྡང་བ་རྩ་བ་ནས་མེད་བསྡད་པ་ཅིག།

ང་རང་ཚོ་ནམ་རྒྱུན་རྟོག་ཞུ་རྩེ་ཡར་བཞུར། སྒྲ་དང་འབྲས་དང་སོ་དང་སོ་རེ་ཡིན། གཅིག་པ་རེད་བ་ང་རང་ཚོ་ནང་བཞིན་སྡུག་བསྔལ་མི་འདོད་པ་བདེ་བ་འདོད་པ་གཅིག་པ་རེད། ས་དེ་འདྲ་ཡིན་དུས་ད་སེམས་ཅན་སྡུག་བསྔལ་མི་འདོད་པ་ཞིག་ཡིན་ཕྱིན་ཆད་ལ་སུ་ལ་ཡིན་ནས་ད་སྡུག་བསྔལ་དེ་མ་བྱུང་རུང་བྱུང་ན་ཡག་པོ་རེད་བསམ་པའི་ད་བློ་དེ་ཁྱོན་ནས་རྒྱ་ཆེན་པོ་ཞུ་ལས་ཀྱི་འདུག་བ། ད་སོ་སོ་སྒྲ་ལྟ་བུ་ལ་ཡ།

བྱུང་བའི་རྐྱེན་གྱིས་བྱ་སྤྱོད་དེ་དང་འབྲེལ་ནས་ཁོ་གནོད་པའི་བྱ་བ་བྱེད་ཀྱི་ཡོད་པ་ཡིན་ན་ཁོ་གྲྭ་ཟེར་བ་རེད། ད་དེ་འབྲེལ་དེ་ཇི་སྲིད་བྱ་སྤྱོད་ངན་པ་དེ་ཡོད་པའི་རིང་ལ་ཁོ་གྲྭ་ཡིན་པ་རེད། དེ་བྱ་སྤྱོད་དེ་བསྒྱུར་བཟོ་ན་ཁོ་གྲྭ་མ་རེད་མི་འདུག་ག། ད་དེ་འབྲེལ་ཡིན་དུས་ང་ཚོས་སྙིང་རྗེ་སྒོམ་ཡ་དེ་དགྲ་བོ་ཡིན་པའི་ཆ་ནས་སྙིང་རྗེ་སྒོམ་དགོས་ཡ་མ་རེད། ཁོ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཡིན་པའི་ཆ་ནས། ཁོ་སེམས་ཅན་ཞིག་ཡིན་པའི་ཆ་ནས་སྙིང་རྗེ་སྒོམ་གྱི་འདུག་ག་ཇི་ལྟར་གོམས་སར་ཁ་ཁ་རེད་སོང། ཁོ་གྲངས་རེད་ཟེར་ནས་ཁོ་སྤྱོད་པ་ངན་པ་ཡོད་པའི་བྱ་བ་ངན་པ་ཡོད་པ་དེ་རྒྱུ་མཚན་དུ་བྱས་ཏེ་དེ་ལ་ཡར་ལས་ག་འདྲ་སྟེར་དགོས་འདུག་གདོང་ལེན་ག་འདྲ་བྱེད་དགོས་འདུག་བ་དེ་ཡང་ཟུར་དུ་བྱེད་རྒྱུར་བ་ནི་དེ་རྒྱུ་མཚན་དུ་བྱས་ཏེ་རྩ་བའི་གང་ཟག་ཁོ་ལ་ལ་ཡར་ཨེ་ནི་ཡར་བ་འདོགས་ཡག་གི་བློ་སྐྱེ་ན་ད་འདོགས་པ་རེད། བྱ་ཙང་ཁ་སྙིང་རྗེའི་བསམ་པ་མ་ཕོ་བའི་ངང་ནས་ལུས་ངག་གི་ལས་དོན་རྣམས་གནང་བའི་སྐབས་ཡོད་སོ་ནང་བཞིན་གྱི་ཁོ་ཆེད་ཡང་འགོག་ཐབས་སྐབས་སུ་བོད་པའི་བྱ་བྱེད་ཡོང་གི་འདུག་བ་དེ་ཁེགས་པ་རེད་འདུག་བ་རྒྱག་མི་འདུག་བ་དེ་ལ་ཡར།

དང། ཅེས་བཞག་པའི་བློ་སྐྱེ་ཡག་དེ་མེད་ན། ཨེ་ནི། སེམས་ཅན་འགའ་ཞིག་ལ་ཡག་ལ་བྱས། འགའ་ཞིག་ལ་ཡང་དག་ཟེར་ཨང་བསམ་བློ་མ་འཁོར་བ་ཅི་ཞིག་ལས་འགོར་བ་ཚེ་འདི་འདྲ་ཡིན་པ་ཡིན་དུས་སེམས་ཅན་མཐའ་དག་ལ་ཡང་ཕྱོགས་རིས་མེད་པར། ཀུན་ལ་ཉེ་རིང་མེད་པར་ཐམས་ཅད་ལ་ཡང་ཕན་བདེ་གྲུབ་འདོད་ཀྱི་བློ་རིག་འདུ་མེད་པ་ཅིག་ད་སྐྱེ་དགོས་པ་ཡིན་པ་རེད།

དེ་ཅི་ལྟར་མི་ཕལ། ཕལ་ཆེར་གྱིས་དེ་བྲི་འགིར་བ། ད་སྙིང་རྗེ་རྒྱུད་ནི་མེད་རྒྱུད་མེད་ངེས་མེད་དུས་སུ་ན་གང་ཞེས་མ་གཏོགས། གཞན། ཅིག་ཕལ་ཆེར་ང་ཚོ། ཅིག་ཉམ་ཐག་པོ་ཆོག་ན་སྙིང་རྗེ་ཟེར་བ་ཅིག་ཡོང་གི་འདུག་ག། ད་ཅིག་མི་ཅིག། ག་སོག་རུ་ཕ་གི། རྒྱུ་ནོར་ལོངས་སྤྱོད་པའི་ཕུན་སུམ་ཚོགས་པ་ཡོད་ལྟ་ངན་སྔོན་འགྲོའི་པའི་འབྱོར་བ་ཕུན་སུམ་ཚོགས་པ་ཡོད་ལྟ་ངན་ཅིག་མཐོང་ན། སྙིང་རྗེ་སྐྱེ་རྒྱུའི་ཚབ་ལ་ཡང་ཕྲག་དོག་སྐྱེ་གི་འདུག་ག། ཁོ་ཕྲག་དོག་སྐྱེ་ཡ་སྐྱེ་དེ་བཟང་པོར་མཐོང་གི་ཡོད། ཁོས་དེ་ཡག་ག་ལ་བཟང་པོ་དེ་ཕྲག་དོག་སྐྱེ་ཡ་འདྲ་བོ་ཡང་འགྲན་སེམས་སྐྱེ་ཡ་འདྲ་བོ།

འཕྲལ་སེལ་གྱི་ལྟེ་བ་གལ་ཆེ་ཤོས་ཡིན་ནོ་ཐར་གུས་པའི་དུས་འགྲོ་ཡང་ཤེས་རྟགས་ཆགས་འཇུག་གི་འདུ་བ། ས་དེ་དོན་ཡིན་པ་ཡིན་དུས་རྩ་ནས་བཏང་བ་དེའི་རྩ་བ་རྩ་བ་རུ་དེ་འདུ་བྱེད་ཀྱི་སྡུག་བསྔལ་ཟད་ཡ་དེ་གི་ཞལ་ཡོང་བ་ཡིན་དུས་ས་ནས་ད་འདུ་བྱེད་ཀྱི་སྡུག་བསྔལ་སྡུག་བསྔལ་དུ་ངོ་སྤྲོད་བཅོམ་ལྡན་འདས་ཀྱི་གནང་ཡ་ད་དེ་ཡིན་པ་རེད། དེ་དོན་འདུས་ཤིང་གི་མ་རེད། སྤྱིར་བཏང་གི་ཕལ་ཆེར་ད་ག་སོག་རེད་བོད་གི་དཔེར་ན། དཔེར་ན་ཞིག་གསང་གཟུགས་ཀྱི་ཏིང་ངེ་འཛིན་དོན་དུ་ཉེ་ངེས་དེ་ཚོའི་གྲས་དེ་འདོད་པའི་ཉེས་དམིགས་མཐོང་བདེ་བ་མ་གཏོགས། འདུ་བྱེད་ཀྱི་སྡུག་བསྔལ་ཐ་ན་ཁག་པོ་རེད།

འཚོ་བ་སྡུག་བསྔལ་གྱི་སྡུག་བསྔལ་ལས་ཐར་འདོད། དེ་ནི་དུས་འགྲོ་ཚུལ་ལས་ཡོད་རེད། འགྱུར་བའི་སྡུག་བསྔལ་ཟག་བཅས་ཀྱི་འཚོ་བ་བདེ་བ་འགྱུར་བའི་སྡུག་བསྔལ་ལས་ཐར་འདོད་མུ་སྟེགས་པ་ལས་ཡོད་རེད། མུ་སྟེགས་པ་ལས་ཡོད་པ་སོགས་དུ་མ་བསལ་བས་རིགས་བཞིས་སྡུག་བསྔལ་གྱི་སྡུག་བསྔལ་ལས་ཐར་བ་ཞིག་མུ་སྟེགས་པས་སྒྲུབ་ཐུབ་ཀྱི་ཡོད་རེད། ས་དེ་འདྲ་ཡིན་པ་ཡིན་དུས་ད་ང་རང་ཚོ་སངས་རྒྱས་པའི་ཐར་པ་དོན་དུ་གཉེར་མཁན་གྱི་ཆོས་དཀོན་མཆོག་ཟེར་བ་དེ་ཐར་པ་མྱང་འདས་ལ་བཞག་ནས། དེ་དོན་དུ་གཉེར་མཁན་གྱི་གང་ཟག་དེ་གིས་ད་སྡུག་བསྔལ་སྒོམ་སྟངས་དེ་ནི། ཉེ་བར་ལེན་པའི་ཕུང་པོ་ལས་ཉོན་གྱིས་འཕངས་བཞག་པ། ཉེ་བར་ལེན་པའི་ཕུང་པོ་དང། ལས་ཉོན་ལས་ཉེ་བར་ལེན་པར་བཞག་ནས་དེའི་དབང་དུ་བསྒྲུབ་བྱ་བའི་དང་ཕུང་པོ་ལས་ཡང་ཉེ་ལེན་གྱི་ཕུང་པོ་གཟུགས་དབྱེ་བ་ཡིན་དུ་བསམས་ནས་གང་ལྟར་ལས་ཉོན་གྱིས་བསྐྱེད་པའི་ཕུང་པོ། ད་ལྟ་སྡུག་བསྔལ་གྱི་རྟེན་བྱེད་ངེས། མ་འོངས་པ་སྡུག་བསྔལ་འདྲེན་ཡང་གྱི་ཡང་ཁོ་བོའི་མཐུན་པའི་ཆ་རྐྱེན་རུ་བྱེད་དེ་ངེས་ཀྱི། དེ་འདྲའི་འབྲས་བུའི་ཉེ་བར་ལེན་པའི་ཕུང་པོ་འདི། ཟག་བྱ་ཉེ་ལེན་ཕུང་པོ་འདི་སྡུག་བསྔལ་གྲུབ་དང་སྒྲུབ་པའི་སྣོད། ནད་དང་འབྲས་དང་ཟུག་རྔུ་ལྟར་དམིགས་ནས་བསྒོམས་ན་བྱིང་ཡོད་ལ་སེམས་ནི་ཧོ་ཐག་སོན་ན་དེ་ཡིན་པ་རེད། ད་དེ་འདྲ་ཡིན་དུས། ད་སྡུག་བསྔལ་དེའི་ངོ་འཕྲོད་པ་ཅིག་བྱུང་བ་ཡིན་ན། ཨོ་ད་ང་རང་ཚོའི་འཇིག་རྟེན་གྱི་ཁམས་འདི་ཀུན་སྲིད་རྩི་བ་སྲིད་རྩི་ཡན་ཆད་ཀྱིས་སྲིད་རྩི་མན་ཆད་ཀྱིས་ད་ག་འདྲ་སེམས་ཅན་སུ་འདྲ་ཞིག་ལ་བསམ་བཏང་བ་ཡིན་ནས་ལས་ཉོན་གྱི་གཞན་དབང་ཅན་གྱི་ཕུང་པོའི་ཁུར་གྱིས་ནོན་བསྡད་པ་ཅིག་མཐོང་བསྡད་ཀྱི་འདུག་ག་དེ་མཐོང་པ་ཡིན་ན། འཕྲལ་དུ་ཅིག་ད་སྔོན་དུས་ཕུན་ཚོགས་རབ་ཅིག་པས་དྲ་རྒྱ་བོར་ཅིག་ཡག་པོར་བྱས་པ་ཡིན་ནས་ད་སྙིང་རྗེ་ད་ཁོ་སྡུག་བསྔལ་བའི་རང་བཞིན། སྡུག་བསྔལ་བདེ་བར་ཞེན། མི་རྟག་པ་རྟག་པར་ཞེན། མི་གཙང་བ་གཙང་བར་ཞེན། བདག་མེད་པ་ལ་བདག་ཏུ་ཞེན་ནས་བདག་དངོས་གནས་དྲང་གནས་ཀྱི་བདག་སྡུག་བསྔལ་ཟམ་མ་ཆད་པ་རྒྱུན་མ་ཆད་པར་མྱོང་རྒྱུ་རེད་ཨང་བསམ་པ་ཅིག་དྲན་པ་ཡིན་ན་ངེད་ཅིག་སྐྱེ་ས་རེད། གཞན་སྡུག་བསྔལ་གྱི་སྡུག་བསྔལ་རྐྱང་རྐྱང་ལ་ཡང་སྡུག་བསྔལ་ངོས་འཛིན་བསྡད་པ་ཡིན་ན། སྡུག་བསྔལ་སྡུག་བསྔལ་གྱི་རིགས་ཤིག་ཐར་བའི་སེམས་ཅན་ལ་མིག་ནས་སྙིང་ཞིག་སྐྱེ་ས་མི་འདུག་ག་ས་དེ་འདྲའི་ཡིན་དུས་སྡུག་བསྔལ་ངོ་འཕྲོད་ཡག་དེ་དཔེ་མ་བཟོད་གལ་ཆེན་པོ་རེད་ཤག་ད་འོ་བཅོམ་ལྡན་འདས་ཀྱིས། འདི་ནི་སྡུག་བསྔལ་འཕགས་པའི་བསྟན་པའོ་ཟེར་ནས་སྡུག་བསྔལ་སུན་འབྱིན་ནི་གཙོ་བོ་འདུ་བྱེད་ཀྱི་སྡུག་བསྔལ་དེ་གཙོ་བོ་གསུངས་ཡོང་གི་ཡོད་རེད། འོ་དེ་འདྲ་རེད་བས་ད་སྡུག་བསྔལ་དེའི་ངོ་ཚབ་འཕྲོད་དགོས་པ་ཡིན་དུས་ཙང་ནས། ཧ། སྡུག་བསྔལ་གང་གིས་མནར་བ་དང་སྡུག་བསྔལ་གང་གིས་མནར་བའི་སྡུག་བསྔལ་དེ་ནི་ངོ་འཕྲོད་དགོས་པ་རེད། དེ། གཞན་སྡེ་ལ་བསམ་པ་ལས་རང་སྡེ་ལ་བསམ་ན་སླ་བ་རེད། ངེས་པ་འདྲེན་སླ་བ་རེད། ས་དེ་འདྲའི་ཡིན་དུས་ངེས་འབྱུང་ཞེས་གསུངས་འདི་ཡང་དེ་གི། སྙིང་རྗེ་ས་པ་དེ་འདྲའི་བྱོན་དབང་ལ་ཡང། ག་སོགས་རེད་དེ་གི། སེམས་ཅན་གཞན་ལ་གཅེས་ཤིང་འཕངས་པའི་བློ་གྲུབ་ཡང་གཅེས། དེ་འདྲ་འདྲ་བའི་གཅེས་ཤིང་འཕངས་པའི་སེམས་ཅན་དེ་སྡུག་བསྔལ་ལས་བྲལ་ན། བསམ་ཡག་གི་སྡུག་བསྔལ་དེ་ངོ་འཕྲོད་པ་གཅིག་སོ་སོ་ནས་གྲུབ་འོག་ཏུ་བ། ད་དེ་འདྲ་བའི་སྡུག་བསྔལ་དེ་བྲལ་ན་བསམ་པའི་སྡུག་བསྔལ་དེ་ངོ་འཕྲོད་ཡ་དེ། ཨོ་ད། རང་སྟེང་ལས་བསམ་བློ་བཏང་ནས་རང་སྟེང་ལ་སྡུག་བསྔལ་གྱི་སྡུག་བསྔལ་གྱི་གནས་ཚུལ་རྒྱུ་བའི་སྡུག་བསྔལ་གྱི་གནས་ཚུལ་ལྷག་པར་དུ་ཡང་འདུ་བྱེད་ཀྱི་སྡུག་བསྔལ་གྱི་གནས་ཚུལ་ཞིག་འདུག་བསམ་བློ་བཏང་ནས། ཨོ་ད། ཞེས་ཐག་པ་ནས། ད་འདུ་བྱེད་ཀྱི་སྡུག་བསྔལ་ཟེར་ཡ་དེ་ལས་ཐར་བ་ཆེན་པོ་བྱུང་ན་ཡོང་ས་མ་རེད་བསམ་པ་ཞིག་འདུ་བྱེད་ཀྱི་སྡུག་བསྔལ་ཟེར་ཡ་དེ་ལས་ཉོན་གྱི་གཞན་དབང་ཆེད་ངང་ནས་བསམ་བློ་བཏང་གི་ཡོད་པ་ཡིན་དེ་རྩ་ནས་རྩ་བ་རྩ་བ་དེ་ཉོན་མོངས་ཀྱི་ཉེས་དམིགས་མཐོང་ཡ་ད་དེ་ཡིན་པ་རེད། ཉོན་མོངས་ཟིན་པའི་ནམ་རྒྱུན་ང་རང་ཚོས་དེའི་ཆ་ཤིང་ཞིག་བརྩིག་འདུག་ཨ། ཁོང་ཁྲོ་ཟད་པ་ཡིན་ན་དེར་ཆ་ཤིང་ཞིག་འདྲི་བ། འདོད་ཆགས་ཤིག་སྐྱེས་པ་ཡིན་ན་ཆ་ཤིང་ཞིག་རི་བ། ད་ཧ་ལམ་གྱི་སངས་རྒྱས་པའི་ཆོས་བརྒྱུད་མི་ངན་གྱི་མི་གཅིག་ལ་ཡང་འདོད་ཆགས་ལ་གཉེན་པོ་བསྟེན་དགོས་རེད་ཞེ་སྡང་ལ་གཉེན་པོ་བསྟེན་དགོས་ཟེར་ན། དེ་ནི་གཅིག་ད་བློ་ལྷན་སྐྱེས་ལ་ཡང་གཅིག་ད་ཁྱོད་ནས་ཡོང་མ་སྲིད་པ་ཅིག་ད་བྱེད་ཀྱི་ཡིན་ཟེར་ལེ་བའི་སོར་བཞེས་ཀྱིས་སྣང་བ་མ་འགྲོ་གི་ཞེས་སོར་ཕྲན་པོ་འདུག་ཨ། ཡིད་དུ་འོང་བ་ཐོབ་ན་ཆགས་པ་སྐྱེ། ཡིད་དུ་མི་འོང་བ་ཐོབ་ན་ལྟ་བ་སྐྱེ། ཡིད་དུ་འོང་བ་ལ་ཡང་འདོད་ཅིང་ཞེན་པ་སྲེད། ཡིད་དུ་མི་འོང་བ་ཞིག་མཐོང་ན་རྒྱབ་ཀྱི་ཕྱོགས་ཀྱི་བློ་སྐྱེ་བ་ཆུ་འཛིན་རེད། ས་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ནི། ཆགས་སྡང་གི་བློ་སྐྱེ་བ་དེ་ཁོ་རང་བཞིན་ལྷན་སྐྱེས་ཆོས་ཉིད་ཞིག་རེད་མ་གཏོགས་དེ་ཀ་གས་དེ།

དེ་དང་དེས་མཚོན་པའི་ཉོན་མོངས་གང་དང་གང་ཡིན་ན་ཡང། ཉོན་མོངས་ཆེ་རགས་པ། ཉོན་མོངས་རགས་པ། ཉོན་མོངས་གཅིག་དང་བར་མ། ཉོན་མོངས་ཆུང་བ། ཉོན་མོངས་ཕྲ་བ། ཕྲ་བའི་ཕྲ་བ། སྤང་ཀུན་ཏུ་བ། དེའི་དེའི་ཉོན་མོངས་ཕྲ་རགས་ཡོང་ཡ་ལ་ཡང་སྐུ་རྐྱེན་གྱི་དབང་གིས་ཕྲ་རགས་ཡོང་གི་རེད་ལ། ཉམས་ལེན་ག་འདྲི་ཡོད་མེད་ཀྱི་ཐག་ནས་ཕྲ་རགས་ཡོང་ས་རེད། ལྟ་བ་ཕྲ་རགས་ཀྱི་ཐོག་ནས་ཨེ་ནི་ཉོན་མོངས་ཕྲ་རགས་ཀྱི་ཁྱད་པར་ཡོང་ས་རེད་ད་དེ་ཡིན་མིན་དེ་ནི་གཏི་མུག་གཏན་ཚིགས་ལ་ཕྲ་རགས་མང་པོ་ཡོང་དེ་ཡང་ཡོང་གི་འགྲོ་བ་ད་ག་ནས་ཅིག་གི་འདོད་ཆགས་ཞེ་སྡང་ལ་ཕྲ་རགས་མང་པོ་ཡོང་དེ་ཡང་ཅིག་ཡོང་གི་ཡོད་རེད་བ་ད་དེ་དེ་ཡིན་མིན་དེ་ས་ནས་གང་ལྟར་ད་ཉོན་མོངས་ངོ་ཤེས་པ་བྱེད་ཡ་དེ་ད་ཉོན་མོངས་ཉོན་མོངས་ཟེར་ཡ་དེ་ཉེས་མིང་ཉེས་མིང་ཡིན་པ་སྐྱོན་ཅན་ཡིན་པ་ད་འདི་གི་རང་བཞིན་ཀུན་ལ་ཕུག་གི་ད་ཕུང་གི་ཡོད་དེ་བ་ཅིག་འོ་ད་འདི་སེམས་ཀྱི་གཏིང་ནས་ངེས་པ་ཐོབ་པ་ཅིག་དགོས་ཡ་དེ་གལ་ཆེན་པོ་ཞག་རེད་བྱ།

ལས། ངེས་པར་འབྱུང་འདོད་ཀྱི་བློ། དེ་ལས་ངེས་པར་འབྱུང་བའི་བློས། ཐར་བ་དོན་གཉེར་གྱི་བློ་ཅིག་ལས་ཡོང་བ་ཡིན་དུས་ཙམ་ནས། དང། ངེས་འབྱུང་གི་བསམ་པ་དེ་མེད་ན་ཡོང་ཡ་མི་འདུག་ག། དང། ངེས་འབྱུང་གི་བསམ་པ་དེ་ཡོང་བ་ལ་ཡ། ཕྱོགས་གཅིག་ན་འདི་དེ་ཁོ་བོའི་ཉེས་དམིགས་སེམས་པ་གསལ་དུ་བྱེད། འཁོར་བའི་ཉེས་དམིགས་སེམས་པ་ལ་ཡང། ད་ལྟ་ད་ལྟའི་ཅིག་སྡུག་བསྔལ་འདི་གྱིས་འདི། ད་མི་འདོད་པའི་བློ་ཡོད་ན་ཡང་ད། སེམས་རྒྱུད་ཀྱི་ཉོན་མོངས་མ་སེལ་བར་དུ་གཏན་དུ་བདེ་བ་ཡོང་གི་མ་རེད་བསམ་པའི་བློ་ཡག་པོ་ཡོང་བ་ལ་ཡང་ཉོན་མོངས་ཀྱི། ནི་ལས་བསགས་ཡ། ལས་དེ་གི་སྲིད་པ་འཁོར་བ་འགྲུབ་སྟངས་འདི་གྱིས་འདི་ཤེས་དགོས་ཐུག་བ། སེ་ལས་འབྲས་ཀྱི་རྣམ་གཞག་འདི་ཤེས་དགོས་ཐུག་བ། ཇེ་རིང་པོ་ཞིག་གིས་ལས་འབྲས་མི་བསླུ་འཁོར་བའི་སྡུག་བསྔལ་རྣམས་སུ་མ་བྲལ་ཡོང་དུ་བ། ད་ལྟ། གཅིག་གཅིག་འཚོ་བ་བདེ་བ་རུ་ཞིག་ཡོད་པ་ཡིན་ན་ཡང། ད་ཁོ་རྒྱུ་འབྲས་ཀྱི་ལས་རྒྱུ་འབྲས་ཀྱི་བསམ་བློ་ཞིག་འཁོར་རེ་ཡིན་ན། ལས་རྒྱུ་འབྲས་ཀྱི་ཐོག་ནས་འགྲེལ་བཤད་བྱེད་པ་ཡིན་ན། ད་ལྟ། ཅིག་སྡུག་མི་སྔོན་འགྱུར་བ་དྲག་པོ་མེད་པ་ཙམ་གྱིས། ཡིད་ཚིམ་ཡ་ཞིག་མི་འདུག་བ། དཔེར་ན་ནད་ན་ཚ་ཆེན་པོ་ཡོད་ངེས་མི་གཅིག་གིས་བིར་མིར་བཞི་སྐྱེབས་བྱས། ཞེས་ན་ཟུག་ཅོག་ཡག་གི་ཟུག་ཅག་གི་སྨན་རིས་ཟད་ནས་ད་ཏོག་ཅིག་ལུས་པའི་དབུགས་ལྷེམ་རིས་བརྒྱ་ཡོད་པ་ནི་ད་དེའི་ཐད་ཤི་བོ་ཅིག་ཡག་པོ་རེད་ཟེར་དེའི་ཚིམ་ཡག་མེད་པ། ནད་སྐྱོབ་ཅིག་གིས་སྡུག་བསྔལ་སྨིན་རྒྱུ་བ་སྨན་ཙམ་ཞིག་རེད་མ་གཏོགས་ཁོ་ནད་དེ་མ་དྲག་པར་དུ་དེ་མ་ཐག་ལ་ཡག་གོ་ཟུག་ཟིག་བརྒྱབ་ཡང་ཅིག་ཆ་བོ་ཡག་རོ། ཟེར། ང་རང་ཚང་མ་ལོག་གིས། ཟུག་ཅོག་ཡག་གི་སྨན་འདི་རྦད་དེ་ཐ་དུག་སྨན་སུས་བརྩིགས་མ་རེད་པ་དེ་འཕྲལ་སེལ་ཞིག་རེད་མ་གཏོགས་བ་དེ་ནང་བཞིན་བྱས་ནི་འཕྲལ་སེལ་གི་ཅིག་ག་ཟུག་རེད་པ་གི་སྡུག་བསྔལ་གི་ཚོར་བ་དྲག་པོ་མེད་ཙམ་ད་གི་ཟིག་ང་ཚོ་ཆོག་ཤེས་བྱས་ནི་ད་འདི་བས་ད་ད་འདྲིས་དེ་ཡོད་ཟེར་ན་ལྐུགས་པ་རེད་འདུག་བ་བསམ་བློ་ཐུང་ཐུང་རེད་འདུག་བ་ད་འདི་འདྲ་ཡིན་པ་ཡིན་དུས་ད་འོ་ལས་རྒྱུ་འབྲས་ཀྱི་བསམ་བློ་ཅིག་ཁོག་ནས་ཡོང་དུས་ད་ལྟ་སྡུག་བསྔལ་མངོན་གྱུར་བ་ཤུགས་དྲག་པོ་མེད་ན་ཡང་དེ་མ་ཐག་ལ་སྡུག་བསྔལ་མངོན་གྱུར་བ་ཡོང་ཡ་ད་ལྟ་ན་གཞན་གྱི་འགྱུར་བའི་སྡུག་བསྔལ། འདུ་བྱེད་ཀྱི་སྡུག་བསྔལ་དེ་ཐམས་ཅད་ལོ། རྒྱུ་དེ་མ་ལོག་ཕྱིན་ཆད་ལ་འབྲས་བུ་དེ་ལྡོག་གི་མ་རེད་བསམ་པའི་བསམ་བློ་གཅིག་གིས། སླད་ཐོ་ཡག་ལ་ཡང་རྒྱུ་དང་འབྲས་བུའི་ཚུལ་འདི་ཤེས་དགོས་ཐུག་ཨང། རྒྱུ་དང་འབྲས་བུའི་ཚུལ་ལས་འབྲས་ཀྱི་སྐོར་དེ་བསམ་པའི་ཐོག་ནས་ཨེ་ནི། ཕྱི་མའི་རྣམ་ཤེས་ལྡོག་ཡ། རྩ་བ་ནས། ཉོན་མོངས་སྤངས་པ་ཅིག་མ་བྱུང་ན། གཏན་དུ་བདེ་བ་ཡོང་ས་མ་རེད་བསམ་པ་ཅིག་དྲན་སར་བ། དེ་འདྲའི་འབྲས་བུ་དང། དགའ་ཕྱོགས་རེད། ཕྱི་མའི་སྣང་ཤས་གཏོང་ཡག་དེ་ཡོང་བ་ལ་ཡང་ཚེ་འདིའི་སྣང་ཤས་གཏོང་ཡག་དེ། ད་ལྟ་ང་རང་ཚོས་ཕྱི་མའི་སྐོར་ལ་བསམ་བློ་མི་གཏོང་བ་ཙམ་མ་རེད་དེ་ཡིན་ནའི། སོ་སོའི་འགོག་སྲུང་གི་ནུས་པ་གང་ཡོད་པ་དེ་ཚེ་འདི་གི་ལྟོ་གོས་ཀྱི་ཆེད་དུ་བསམ་བསྡད་ཀྱི་འདུག་ག། དེ་ཡང་ཚེ་འདིར་རིང་པོ་སྡོད་ཡག་ཚེ་འདི་རྟག་པར་བརྟན་པ་ཡོད་པ་འདྲ་བོ་དེ་འདྲ་ཞིག་བསམ་བློ་བཏང་ནས་སྟངས་འཛིན་གྱི་བསམ་པས་མི་ཚེ་ད་གའི་ངང་ལ་ཏང་འགྲོ་བསྡད་ཡག་དེ་གཙོ་བོར་བརྩིས་ནས་འཇིག་རྟེན་ཕྱི་མ་ཕན་ཆད་དེ་ཞར་ལ་བརྩི་དགོས་པ་རེད།

ཆོས་དུ་རྣམ་འབྱེད་ཀྱི་ཤེས་རབ་ཡོད་པ་རེད། སྙིང་རྗེ་ཆེན་པོ་བསྒོམ་ན་སྒོམ་དུ་ཡག་གི་ལུས་རྟེན་ཐོབ་སྟེ་ཡོད་པ་རེད། བྱང་ཆུབ་སེམས་བསྒོམ་ན་སྒོམ་དུ་ཡག་གི་ལུས་རྟེན་ཐོབ་སྟེ་ཡོད་པ་རེད་ཟེར་ཡག་གི། དལ་འབྱོར་དོན་ཆེན་གཉིས་ཀ་ངོ་འཕྲོད་ནས་ཡོང་ན། ཨེ་ནི། མི་རྟག་པ་བསམ་པ་དེའི་ཚོད་ཀྱིས་དོན་གཉེར་ཅི་སླེབས་པ་ཡིན་ན། དོན་དུ་གཉེར་ཡག་གི་དོན་དེ་སྒྲུབ་ཐུབ་ཡག་གི་ནུས་པ་ཚང་བསྡད་པའི་སྐབས་དེ་དང་ངོ་ཤེས་ཕོག་འདུག་ག། ཚེ་འདི་འདྲ་ཡིན་པ་ཡིན་དུས་མི་རྟག་པ་བསམ་པའི་གོང་ལ་ཡང་དལ་འབྱོར་དོན་ཆེན་གཉིས་ཀ་བསམ་ཡག་དེ། འོ་དེ་ལྟ་ན། དལ་འབྱོར་དོན་ཆེན་རྙེད་དཀའ་བསམ་པ་དང་འཆི་བ་མི་རྟག་པ་བསམ་པའི་ཐོག་ནས་ཚེ་འདི་སྣང་ཤེར་དོགས། ལས་འབྲས་མི་བསླུ་བ་དང་འཁོར་བའི་ཉེས་དམིགས་བསམ་པའི་སྒོ་ནས་ཕྱི་མའི་སྣང་ཤེར་དོགས་ཏེ་ངེས་འབྱུང་གི་བློ་གྲུབ། དེ་ལྟ་བུའི་ངེས་འབྱུང་གི་བསམ་པ་དེ་སྐྱེ་ཡོང་དུས་ཙམ་ནས། ད་འདི། གཞན་བརྟེན་དུ་བག་ཁ་སྤོས་ནས་སྙིང་རྗེ་ཆེན་པོ་དུ་གྲུབ། དེ་དང་ཆབས་ཅིག། དེ་གི་ཞེས་གང་ལྟར། རང་གཅེས་འཛིན་གྱི་ཉེས་དམིགས་གཞན་གཅེས་འཛིན་གྱི་ཕན་ཡོན་དེ་འདྲའི་བསམ་པའི་ཐོག་ནས་གཞན་ཡང་ནི། རྒྱུ་འབྲས་མན་ངག་འདུན་མའི་དམིགས་རྣམ་བྱུང་ཡང་དེ་ཚོའི་གྲས་བསམ་པའི་ཐོག་ནས།

ད་འདི་ཅི་རེད་ཤག། ས་དེ་འདྲའི་ཡིན་དུས་ནམ་གྱི་སྐབས་རེད་པའི་བློ་ལྡོག་རྣམ་བཞིའི་གསུང་དབྱངས་འདྲ་བོ། ད་མིང་ག་དག་ནས་མ་བསྟན་སྡོམ་ག་འདྲ་ཁེབས་ནས་མ་ཁེབས་ནས་དོན་དག་སྙིང་པོ་དེ་འོ་ད་འདི་རེད། བྱང་ཆུབ་སེམས་ཡོང་བ་ལ་སྙིང་རྗེ་ཆེན་པོ་དགོས་ཀྱི་ཡོད་རེད་སྙིང་རྗེ་མེད་ན་བྱང་ཆུབ་སེམས་ཡང་མེད་པ་དེ་ད་དཔེར་ཉོ་བས་བསྟན་ནས་ཤིང་གི་རས་ལ་ལུང་ཚང་བ་ལ་ནི་གསུང་དེ་ཡོད་རེད་ད་འདི་འདྲ་འདྲ་བོ་དེ་ཡོང་བ་ལ་ཡང་ཨ་ནི། གཅེས་ཤིང་བསྔགས་པའི་ཡིད་འོང་གི་རྣམ་ཅན་དུ་འཆར་ཐབས་བྱེད་ཡ་གཅིག་དང་སྡུག་བསྔལ་ངོ་འཕྲོད་པར་བྱེད་ཡ་གཅིག། སྡུག་བསྔལ་ངོ་འཕྲོད་པར་བྱེད་ཡ་དེ་ལ་ནི་ངེས་འབྱུང་གི་བསམ་པ་བསྐོ་ཡ་དེ་བྱས། ངེས་འབྱུང་གི་བསམ་པ་ལ་ཕྱི་མའི་སྣང་ཞེས་འདོགས་པ་དང་ཚེ་འདིའི་སྣང་ཞེས་འདོགས་པ་གཉིས་བྱས་ནས་མདོར་ན་ལམ་གཙོ་ནས་གསུང་ཞོག་གོ་ཏག་ཏག་འགྲོ་བསྡད་ཀྱི་ཡོད་རེད་ད། ལམ་རིམ་གྱི། འདི་ཨ་ད་ཁ་ཐུག་ལ་ཡང་བྱང་ཆུབ་སེམས་བསྒོམ་ཡ་རང་འཁྲིག་གི་ཡོད་རེད་པ། ལམ་རིམ་གྱི། སྐྱེས་བུ་ཆུང་འབྲིང་ཆེ་གསུམ་བློ་རབ་འབྲིང་ཐ་མ་གསུམ་ལ། ཕན་ཡག་གི་དོན་དག་ལ་ཡང་ཁོ་མ་སྒྲིག་སྟངས་གཅིག་གནང་ཡིན་དུས་རྩ་ནས། ཕྱི་མ་དོན་གཉེར་གྱི་བློ་སྐྱེས་ཐབས་དང་ཕྱི་མ་དོན་གཉེར་གྱི་བློ་སྐྱེས་པའི་མཚམས་ལ་ཕྱི་མར་བདེ་བའི་ཐབས་བསྟན་པ་ཞེས་ནི་ཁོ་རེ་ཞིག་གིས་ད། དཔེར་ན་ཅིག་གིས་ད་སྐྱེས་བུ་ཆུང་ངུ། སྐྱེས་བུ་ཆུང་ངུ་དང་འབྲེལ་བའི་ཅིག་མངོན་མཐོ་དང་འབྲེལ་བའི་ད་ཐོག་མའི་ཅིག་ག་སོགས་རིགས་པའི་ལས་འབྲས་ལ་རྨོངས་པའི་མ་རིག་པ་དེ་དག་མ་རིག་པ་དང་དེའི་དབང་གིས་བྱུང་བའི་ངན་འགྲོའི་སྡུག་བསྔལ་དེའི་དེའི་སྐོར་གྱི་བདེན་པ་གཞི་རིམ་ཞིག་ཐོན་ཡོང་གི་འདུག་ཨ།

དོན་སྙིང་གི་བློ་སྐྱེས་པའི་བསམ་བློ་ཡ། ཇི་ལྟར་དོན་དུ་གཉེར་བའི་དོན་དེ་སྒྲུབ་ཡག་གི་ཐབས་དེ་ཆ་ཚང་བསྟན་ཡོད་དུས། སྐྱེས་བུ་ཆུང་ངུའི་ལམ་རང་བཙན་པོ་ལ་འཁྲིད་པ་དེ་མ་རེད་དེ། ཡིན་ནའི་དེ་ཙམ་ཞིག་བློ་སྦྱོང་མཁན་དེ་ལས་ཁོ་རའི་གཉེན་པོར་དགོས་ཡ་ཡོད་པ་དེ་དེ་ཁོ་རའི་ལམ་གྱི་བདེན་པའི་ཚོད་དེ་ཆ་ཚང་ཅིག་གོ་བསྟན་བྱས། ཨོ་དེ་འདྲ་ཡིན་དུས་གང་ཟག་བློ་རིམ་གྲོའི་མཐའ་མ་གསུངས་ཀ་རོགས་ལ་ཡ་ཕན་ཆེ་བ་བྱས་ནས་ཁོ་ར་གསུངས་དང་གསུངས་དེ་གསུངས་ཀ་རོགས་ལ་ཁོ་ར་ཁྲིད་དང་རོགས་བྱས་འདུག་ག།